ཨ། བཀྲ་ཤིས་བདེ་ལེགས། ཨ་ནི། ད་རེས་ཀྱི་ང་ཚོ་གི་སློབ་ཚན་དེ་ཡང་ག་རེ་རེད་ཟེར་ན། ཨ་ནི། ཅིང་ཅི་ཅེ་བ་ཅེ་ན་ཅིག་ཟེར་བ་དེ་བ་ཅིག་དང་ཤིག་དང་ཨ་ནི། ཤིག་ཟེར་བ་དེ་ཚོ་གི་རིགས་དེ་ལ་ཡང། རེ་རེ་ཟེར་བ་གི་དོན་དག་གཅིག་ཡིན་དགོས་རེད་བ། ཨ་ནི། ཆགས་པ་ཤིག་ཨ་ནི་སློབ་ཚན། སློབ་ཚན་ཤིག། ཨ་ནི། ཁང། ཁང་པ་ཞིག། འོ་དེ་འདྲ་འོ་ཁི་ཤིག་ཤིག་ཤིག་ཟེར་ནས་རེ་རེ་གི་དོན་དག་ཅིག་མི་འདུག་བ་དོན་དག་གཅིག་རེད། ཨ་ནི། ད་དུང་གཞན་པ་ཅིག་འགོ་ར་གཞན་པ་དེ་ང་ཚོ་གི་སྐད་ཆ་བཤད་པའི་སྐབས་སུ་སྐུར་ཚུགས་ཀི་སྐབས་སུ་དེ་མོང་ཆེ་ཤོས་ཅིག་ཡོང་སྡི་གི་རེད། ཨ་ནི། སློབ་སྦྱོང། སློབ་སྦྱོང། ཅི་ཞིག། ཨ་ནི། སློབ་སྦྱོང་ཅི་ཞིག། ཨ་དེ་ནས་ཅི་ཟེར་རྒྱུ་དེ་གི་རྗེས་འཇུག་ས་རེད་འདི་བ་དེ་རྒྱུ་མཚན་གི་ས་གི་ས་མཐའ་མིག་སར། ཡིན་མ་ཏི་ཤིང་དང་ཤེ་བ་ཤི་ན་ཤིག་ཟེར་རྒྱུ་དེ་ཡོད་ར་ཤ་ཁི་ཁི་ཤི་ཁ་ཤིག་ཟེར་བ་དེ་རེད། སློབ་སྦྱོང་ཅི་ཞིག་རེད། ཨ་ནི་སྐད་ཆ་འདི་ནི་ག་རེ་གོ་ཡོང། རྩོམ་པ། ཅི་ཞིག། རྩོམ་པ། ག་རེ་སློབ་སྦྱོང་ཡག་པོ་ཅི་ཞིག་རེད་ནི་ད་ཤིག་ཤིག་ཤིག་དང་ཅིག་ཟེར་རྒྱུ་དེ་འདྲ་ག་རེ་གྱོན་གི་འདུག་ད་གང་ལྟར་སྐད་ཆ་བཤད་ཡོང་དུས་ན་སོ་སོ་གི་རྗེས་འཇུག་ལ་བརྟེན་ནས་ད། གཅིག་དང་བཤིག་རྫས་རྒྱུ་དུ་ཚོ་མང་ཆེ་ཤོས་དེ་སྐར་ཚིག་གི་རིགས་ལ་བས་ཤུགས་ཆེན་པོ་དུ་འགྲོ་གི་ཡོད་རེད། སྐར་ཚིག་ལ་ན་ད་འདི་སྐྱི་རོག་སྐྱི་ཟེར་བ་ཅིག་དང་ཡང་མར། ཅིག་སྐུར་བ་དང་སྐུར་མ་སྐུར་མ་དང་ཧ་ཅིག་བར་འོག་དུ་ཚོ་གི་རིགས་དེ་གི་སྐམ་སའི་ཡང་བེད་སྤྱོད་ཤུགས་ཆེན་པོ་དུ་ཡོང་གི་ཡོད་རེད་ཟེར་ནས་ད་ནི་དེ་འདྲ་ཞུ་གི་ཡོད། དེ་ནས་ད་ང་ཚོ་གི་ད་རིགས་འདི་ནང་དམིགས་བསལ་གྱི་ད་ཨོ་ཨོ་ཨམ་གྱི་ཚེར་ཁྱིམ་ཟེར་གྱི་དུ་ཡོད་རེད། ཨ་ནི་ཚིགས་བཅད་དང་ང་ཚོ་གི་རྩོམ་འབྲི་སྙན་ངག་ལས་ཡིན་ན་འདྲ་དེ་འདྲ་བོ་གི་ཚིགས་བཅད་སྤྲོས་པའི་སྐབས་སུ་ཨ་ནི། ཨོ་ཨུ་ཨ་ཨམ་ཟེར་རྒྱུ་དེ་ཏན་ཏྲའོ་གི་ཨོ་ཨུ་ཨམ་ཟེར་རྒྱུ་ཏན་ཏྲའོ་གི་རིགས་དེ་ཨ་ནི་ཚིག་གཅིག་ཁ་སྐོང་བའི་ཁར་ཚད་དཔེར་ཆ་བཞག་པ་ཡིན་ན་ང་ཚོ་འདི་ན་ག་དཔེར་བརྗོད་གནང་ལ། ཆེས་མེ་ཏོག་ཚར་ལ་བརྩི་བའམ། ཡང་ན་ཆེས་སྐྱིད་འགོ་ལྕོག་ལྡན་པའོ་ཟེར་ནས་ཁོ་ཚོ་གི་དེ་ལ་ཚིག་གཅིག་ཡིན་དུས་ན་ཚིག་དགུ་དགུ་དགུ་ཏག་ཏག་ཚོང་དགོས་ཀྱི་འདུག་བ་དེའི་རྒྱུ་མཚན་གྱི་ཆེས་ཨུ་ཟེར་རྒྱུ་གི་ཆེས་ཨུ་ལ་ལྟོས་ན་ཁོ་རང་གི་འདི། དེ་གཉིས་ཀྱི་ཆེད་ཁ་ཡེ་དང་ཆ་འདྲེན་པའི་ཆེད་དང་ཨ་ཆམ་གྱི་དབུ་གཉིས་ཀྱི་བར་ལ་ཚགས་གཅིག་འདུག་ག་ངོས་ནས་བཤད་ན་ཚགས་ཡོད་མ་རེད། ཨ་ནི་ཚགས་ཡོད་མ་རེད། ཡིན་ན་ཡང་དེ་ལ་ཚགས་བཞག་དགོས་ཞེས་ཡོད་དེ་ཁོ་རང་གི་ཚིག་དེ་ཁ་གཏོར་ནས་ཚིག་བརྗོད་བདེ་བ་དང་ཚིག་ཡག་ག་ཡོང་བ་ལ་ཨ་ནི་ཁ་གཏོར་བྱ་བ་དེ་འདྲ་རེད། ཚ་ལ་བརྩེ་བའམ་ཟེར་རྒྱུ་དེ་གའི་བར་ལ་བརྩེ་བ་དང་འམ་ཟེར་རྒྱུ་དེ་གཉིས་ཀའི་བར་ལ་ཡང་ཨ་ནི་ཚ་ཅེས་བྱ་འདུག་བ་དེ་རྒྱུ་མཚན་གར་ཅི་ཡིན་བསམ་ན་ང་ཚོ་ཁོ་རང་ང་ཚེ་དབར་དེ་གའི་ཚོང་འགུག་ཡོད་རེད་དགུ་ཚོང་འགུག་ཡོད་རེད་དེ་རྒྱུ་མཚན་གྱི་དེ་ཚོ་ཁ་གཏོར་བྱ་ཡོད་རེད། ཨ་ནི་བརྩེ་བའམ་ཆེ་སྐྱི་ཡང་ན་ཆེ་སྐྱི་མགོ་ལྕགས་ལྡེམ་པའོ་ཟེར་ལྡེམ་པའོ་ཟེར་རྒྱུ་དེ་གཉིས་ཀའི་བར་ལ་ཡང་ཁ་ཆེ་བྱ་འདུག་བ་འོ་དེ་འདྲ་བ་ཅིག་རེད་མ་གཏོགས་ང་ཚོ་གི་ནམ་རྒྱའི་ཚིགས་བཅད་འདྲ་འདྲ་བ་བྲི་མ་དགོས་བ་ཅིག་ཨ་ནི་ཚིག་ལུགས་ཀྱི་སྐབས་སུ། རིན་པོ་ཆེ་ནི་ད་ནར་བྱོན་ནས་ཁྲི་གའི་སྐབས་སུ་དེ་འདྲ་མིན་ན་འདི་པ་དཔེར་ན་མར་ནང་གི་དཔེ་བརྗོད་དེ་ག་རེ་བྲིས་འདུག་ལབ་བན་ཆོས་མེ་སྟག་གི་ཚལ་ལ་བརྩེ་བའམ་ཡང་ན་ཕྱི་སྐྱིད་གླིང་གི་སྤྱོད་པའི་མགོ་ལྕོག་བདེན་པ་ཨོ་ཟེར་ནས་བདེན་པ་ཨོ་ཟེར་བརྗོད་གི་བལྟས་པ་ལ་ཚགས་ཅིག་བཞག་མི་འདུག་བ། གལ་ཆེ་གཉིས་ལབ་ན། ཨ་ནི། འདི་ཚིགས་བཅད་ཀྱི་སྐབས་སུ་མ་རེད་ཚིག་གི་ཁ་སྐོང་དགོས་ཀྱི་ཡོད་མ་རེད་ཁོ་རང་ཚུགས་ལུགས་ཅིག་བྱ་ན་འགྲིག་གི་ཡོད་རེད་ང་ཚོ་ཡི་གེ་བྲི་བའི་སྐབས་སུ

ཚིག་ཁ་སྐོང་དགོས་ན་ཁ་གཏོར་ལ་འགྲིག་གི་ཡོད་རེད། ཨ་ནི་ཚིག་ཚིག་ལུགས་བྲི་བའི་སྐབས་སུ་ཚིག་རིང་པོ་བྲི་བའི་སྐབས་སུ་ཨ་ནི་ཨོ་ཨམ་བཟོ་རྒྱུ་དགོས་དང་ཨམ་དང། ཨུ་དང་ཨ་ནི། ཨུ། འདི་ཨེ་ཏི་ཚོ་ལ། ག་རེ། འདི་ཚེག་དང་ཞག་གོ་གི་མ་རེད་ཁོ་ཚོ་སྦྱར་བྱ་ན་འགྲིག་གི་ཡོད་རེད། ཨ་ནི་བྱེའུ་དེ་ནི་འདྲ་འདྲ། ཨ་ནི་བརྩེ་བ་ཨམ་བཟོ་རྒྱུ་དེ་ཚོ་གི་བར་ལ་ཚག་མི་འདུག་བ་གར་བྱིན་ལབ་ན་ཚུགས་ལུགས་རེད་ཚུགས་ལུགས་སྐབས་སུ་སྤྲུལ་སྐུ་གི་ཡོག་མ་རེད་ཟོ་ནས་དེ་ནི་ད་ལྟའི་གི་ངོ་སྤྲོད་ཀྱི་ནང་དུ་དེ་ཅིག་མདོར་བསྡུས་སུ་ཡང་དེ་ཙམ་གྱིས་ཆོག་པ་ཅིག་གིས་ཐུགས་རྗེ་ཆེ།